ཚེ་དེ་འདྲ་ཡིན་དུས་ང་ཚོ་དེ་ཚན་རིག་པ་ཚོ་ཆད་པ་ཆགས་ཆེ་རྐུབ་སྟེགས་སྒྲིག་གི་ཡོད་མ་རེད་ཚན་རིག་པ་ཚན་རིག་པ་རང་བསྡད་ནས་ཨ་མདོ་ཆོས་ལ་ཐེ་ཚོམ་ཟེར་དེ་ངས་ཆོས་ཁས་མི་ལེན་ངས་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་ཡིན་ནའི་མིའི་ཤེས་བྱའི་རྣམ་གྲངས་ཀྱི་ངོས་ནས་སེམས་ཀྱི་རྣམ་གཞག་གི་སྐོར་དང་དེ་ཚོའི་གྲས་དེ་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལ་ད་གཙོ་བོ་རྒྱ་གར་གྱི་ད་གནའ་རབས་ནས་ཞི་བ་ཅིག་ཆུག་གི་ཡོད་རེད། དེའི་ནང་ཚན་གྱི་སངས་རྒྱས་པའི་ཆོས་ནང་ལོགས་ལས་ཕྱུག་པོ་འབྱུང་གི་ཡོད་རེད་ས་ད་དེ་གྱི་དེ་གཞི་ནས་ད་ཚན་རིག་པ་ཚོས་དེ་ནས་ཚུར་སློབ་སྦྱོང་བྱེད་ཡག་གི་རེ་བ་རྒྱབ་ཀྱི་ཡ་ཅིག་ཡོང་བསྡད་འདུག་ང་ནམ་རྒྱུན་དེ་ག་ཚོ་དཔེ་མཚོན་ཅིག་བཤད་བསྡད་ཀྱི་ཡོད་ལུས་ཅིག་ལུས་ཅིག་ང་ཚོ་དེ་དུས་དུས་ཁ་པོ་དེ་རྒྱག་རྒྱུ་རེད་དེ་ཡང་རེད་ང་ཚོ་ཡང་ཡི་གེ་ཐ་བ་དེ།

ཨེ་རང་རང་ལ་དེ་སྐད་ཅེས་བཤད་སོ། ཨཱ་འདྲ་པོ་འདུག། ད་ལྟ་ཕན་ཆད་ལ་ཡ། མོ་རང་གི་བསམ་བློའི་ནང་ལ། ང་ཚོ་ཨེ་ཤེ་ཡའི། ཅིག། རིག་གཞུང་གི་ཐོག་ནས། དངོས་པོའི་གནས་ཚུལ་ཕ་ཞིབ་འཇུག་བྱེད་ཡག་གི། སྤོབས་པ། ད་མེད་བསམ་དྲན་གྱི་ཡོད། ནུབ་ཕྱོགས་པའི་ཚན་རིག་དང་དེ་ཚོའི་ཐོག་ནས། ཨེ་ཤེ་ཡའི། ལ་ཚུར་ཞིབ་འཇུག་བྱེད་ས་བྱས་ནས་ད་ཨེ་ཤ་ཡའི་ད་ཁྲོམ་ར་བ་གསུམ་ནས་བཏོན་ནས་ཞིབ་འཇུག་བྱེད་མཁན་དེ་ནུབ་ཕྱོགས་པ་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད། ད་རེས་ཚོགས་འདུ་དེ་ཡོང་ནས་ཉིན་མ་གཉིས་ཕྱིན་པའི་ཞོར་འོ་ད་ང་ཚོ་ཨེ་ཤ་ཡ་ལས་ཕ་ཞིབ་འཇུག་བྱེད་ཨ་གི་ནུས་པ་ཡོད་བསྡད་པ་ཅིག་ད